ད་ང་ཚོ་འདི་འགོ་ཚུགས་ཚར་བ་རེད། ཨཱ་ནི་གྲོང་ཁྱེར་ཧོ་ཏིན། གྲོང་ཁྱེར་པར་པ་ཨོ་ཏི། ཡོད་རེད། གྲོང་ཁྱེར་པར་པ་ཨོ་ཏི་དེ། ཨཱ་ནི་པར་པ་ཨོ་ཏི་ལའི་གི་ཚིག་དེ་ལ་ད། ཐེངས་མ་གཉིས་བེད་སྤྱོད་བཏང་འདུག་གཅིག་དེ་ཨཱ་ནི་གྲོང་ཁྱེར་འདི་གི་མིང་བཅས། གཉིས་པ་དེ་ད་ཧོས་དང་ལྡན་པ་ལ་ནི་ད། དེ་འདྲ་ཞིག་ཆགས་ར། ཟུང་ལྡན་གྱི་རྒྱན་ཆ་དེ་རེད། ད་དེ་འདྲའི་གི་གྲོང་ཁྱེར་དེ་ག་འདྲ་ཡོད་རེད་ལབ་ན།

ད། སེ་བྷི་ཏཱ་མོ་ཚིག་རེད་དོ། སེ་བྷི་ཏཱ་ཀ་སེ་བྷི་ཏཱ་སེ་བྷི་ཏཱ་པུ་རི་སེ་བྷི་ཏཱ་པར་བ་ཝུ་ཏི་པུ་རི་དེ་འདྲའི་གི་གྲོང་ཁྱེར་དེ་ནི་བདེན་པ་དང་བརྟུལ་ཞུགས་དང་ས་ཏི་ཡ་བདེན་པ་བཅས་བར་དག་བརྟུལ་ཞུགས་བཅས་མདའ་ན་སྦྱིན་པ་བཅས་མདའ་ཡང་སྙིང་རྗེ་མ་ཡ་ལམ་ན་རང་བཞིན་ཅན་མདོར་ན་ད་སྐྱེ་བོ་ག་འདྲེ་འདྲེ་བོ་སྐྱེ་བོ་བདེན་པའི་རང་བཞིན་ཅན་བརྟུལ་ཞུགས་ཀྱི་རང་བཞིན་ཅན་ནས། སྦྱིན་པ་ལ་སྤྲོ་བའི་རང་བཞིན་ཅན། དེ་ནས་སྙིང་རྗེ་གྱི་རང་བཞིན་ཅན་གྱིས་སྐྱེ་བོ་འདུ་འཛོད་ཀྱི་རྟེན་འདེབས་པ་རེད། ད་དེ་འདྲའི་གྱི་གྲོང་ཁྱེར་དེ་ག་རེ་ནང་བཞིན་ཡོད་ལབ་ན། འདི། དར་མ་སེ་ཡ་རཱ་ཇཱ་དྷ་ནཱི་ཨི་བ། ཆོས་ཀྱི་རྒྱལ་པོའི་ཕོ་བྲང་ནང་བཞིན་ཆགས་ཡོད་རེད། རཱ་ཇཱ་དྷ་ནཱི། རཱ་ཇཱ་ནི་དེ་བོད་སྐད་ལ་རྒྱུན་བཟོས་མ་ལ། ནམ་རྒྱུན་རྒྱལ་པོའི་ཕོ་བྲང་རྒྱུ་ཆགས་ཀྱི་རེད། རཱ་ཇཱ་དེ་རྒྱལ་པོ་ཅན། དྷ་ནཱི་དེ་གནས་རོགས་ར་རྒྱལ་པོ་གྱི་གནས།

ད་འདི་ལ་བོད་སྐད་ཡིག་ལ་བསྒྱུར་ག་འདྲས་འདུག་ཡོད་རེད་ལབ་ན། ཁྱོད་ཀྱིས་རྒྱལ་པོའི་ཕོ་བྲང་བཞིན་ད་རྒྱལ་པོའི་ཕོ་བྲང་ལ་ད་ལྟ་འདི་སྐབས་སུ་རྒྱལ་པོའི་ཕོ་བྲང་འདི་ལ་ང་ཚོས་ཀྱི་རྒྱལ་པོའི་ཀྱི Palace དེ་འདྲས་ཀྱི་གོ་བ་མ་ཡིན་པ་ཅན་ནས་ཡིན་ནི་རྒྱལ་པོ་བཞུགས་ས་ཀྱི་བསྟི་གནས་འདི་ལ་གོ་ལ། ཁྱོད་ཀྱིས་རྒྱལ་པོའི་ཕོ་བྲང་བཞིན། བསོད་ནམས་ཁང་པ་ད་འདི་ལ་ཁང་པ་ཨའོ་ས་ད་འདི་ད་ད་ཁང་པ་ན་ཤར་འདུག་དེ་ནས་སྔགས་གོས་བཞིན་སྔགས་གོས་བཞིན་ལ་ཚིག་འདི་ད་ད་ད་ཆགས་བསྡད་ཡོད་མ་རེད་ག་རེ་ཅན་ལབ་ན་ད་ཤཱ་ལི་ནི་དེ་སྔགས་གོས་པ་དེ་འདྲས་བསྒྱུར་གྱི་ཡོད་མ་རེད་དཔེར་ན། བརྩོན་འགྲུས་ཀྱི་རང་བཞིན་ཅན་ལབ་ན Sanskrit ལ

འདི་འདི་ལ་ད་ང་ཚོ་ཚང་མ་གིས་རག་ཡ། དམིགས་བསལ་གྱིས་ད་ལེགས་སྦྱར་བཤད་མཁན་དང་དེ་ཚོ་ཚང་མ་གིས་ད། བསམ་བློ་ཡག་པོ་བཏང་ན་ད་དངོས་གནས་ང་ཚོ་གིས་དཔེ་ཆ་རྣམས་ལ་ག་འདྲས་ཀྱི་བོད་ཚིག་དཔེར་ན། ང་ཚོ་གིས་ད་བོད་སྐད་ནང་བོད་སྐད་ཀྱི་དུས་གསུམ་འདི་རག་བོད་སྐད་ཀྱི་དུས་གསུམ་འདི། ནི། ནམ་རྒྱུན་ང་ཚོ་གིས་ནམ་རྒྱུན་ད་ང་ཚོ་དུས་གསུམ་བོད་ཆས་བཏང་རྒྱུ་རེད་ནས། ད་བསྒྱུར་བཤགས་སྤེལ་གྱི་བསྟན་བཅོས་རྣམས་ལ་ད་དེ་ཚོ་འབའ་ལ། ད་ད་ཕལ་ཆེར་དེ་ལ་བསམ་ཚུལ་མི་འདྲ་བ་བཅོ་བརྒྱད་ཐོན་གྱི་རེད་རག་ཡིན་ནའི་དེ་ལ་དང་ཤོས་དེ་ང་ཚོ་གིས་ལེགས་སྦྱར་གྱི་མ་དཔེ་ལ་གང་ཡོད་པ་དེ་དཔེ་ཐུགས་བསམ་བཞེས་བར་བསམ་གྱི་འདུག་ར།

དག་ཡིག་འགའ་ཚེ་དཔེ་དཔེ Interesting ཡོད་རེད་དག་ཡིག་འགའ་ཞིག་ནོར་ལ་དག་ཡིག་ཡིན་པ་ཡིན་གྱིན་ཡིན་གྱིན་ཅིག་གིས་ཟུར་ཟ་ཡོད་པ་འདྲ་བོ་དང་འདི་ལ་དོན་དག་འདྲ་མིན་རེ་ཡོད་པ་དེ་འདྲ་བརྩམས་ཀྱི་ཡོད་པ་ནང་བཞིན་ནི་ཅིག་གིས་ལེགས་སྦྱར་གྱི་སྙན་ངག་འདི་ཚོ་ལ་བྱ་ཚིག་སྦྱང་ཡག་གི་ཚོད་དཔེ་དག་ཏུ་དཀའ་བས་བྱ་ཚིག་ལ་གཞི་བཞིན་ནས་དཔེ་སྙན་ངག་བརྩམ་དགོས་རེད་ད་འདིའི་འདིའི་མཛད་སྟངས་སྙན་ངག་དམིགས་བསལ་གྱི་ད་དཔེར་ན་སློབ་དཔོན་རྟ་དབྱངས་ལ་སོགས་པ་ད་དེ་འདྲའི་སློབ་དཔོན་རྟ་དབྱངས་དང་དེ་ནས་དེ་ཚོ་གིས་བྱ་ཚིག་གི་རྣམ་གཞག་འདི་ཚོ་དཔེ་ཞིབ་གསོ་བེར་བཏང་དགོས་རེད་དེ་བྱ་ཚིག་བྱ་ཚིག་གི་རྣམ་གཞག་ག་ཚོད་ཞིབ་གསོ་བེར་བཏང་བ་དེ་ག་གི་སྐད་ཡིག་གི་ཚུལ་ཚད་ཡག་པོ་ཡོད་པ་མཚོན་དགོས་ར།

གཅིག་ག་རེ་ལབ་ན་ལེགས་སྦྱར་གནང་རོགས་གནང་ང་ཚོས་ཀྱིས་མིང་གི་རྣམ་གྲངས་འདི་ཚོ་མིང་གི་རྣམ་གྲངས་འདི་བཟོ་ཡ་རེད་དཔེ་མང་པོ་བཟོ་ཡ་རེད་ལེགས་སྦྱར་མིང་གི་རྣམ་གྲངས་ད་ལྟ་བཅུ་ཡོད་ན་སང་ཉིན་བརྒྱ་ཐམ་པ་བཟོ་ན་སྐྱོན་ཡོད་མ་རེད་ད་འདི་ག་ཟེར་གྱི་ད་ང་ཚོ་བོད་སྐད་འགྲོ་འཆར་ཟིན་པ་ཡིན་ན་མིང་གི་རྣམ་གྲངས་གསར་པ་བཟོ་ག་ཟེར་ན་ད་མིག་གིས་གོ་གི་ཡ་མ་རེད་ལ་བེད་སྤྱོད་གཏང་མཁན་ལ་ཡང་མིག་གིས་ད་བདག་མེད་ལ་ཡང་ཉན་ག་ཡོད་རོགས་འདི་འདྲའི་རིགས་དེ་ལེགས་སྦྱར་ལ་ཡོད་མ་རེད་གཙང་མ་ནས། དཔེར་ན་འབུ་བ་དེ་ལ་གི་འབུ། དཔེར་ན་ས། ས་ཀྱི་མིང་གི་རྣམ་པ་ག་ཚོད་ཡོད་པ་ཚང་མ་ཁྱེར་ཁྱེར་ནས་ནི་འདི་དང་ནི་བདག་པོ་གི་དོན་དག་ཡོད་པའི་གི་ཚིག་ཚང་མ་ཁྱེར་ནས་འབུ་བ་དེ་སླེབས་ན་ཚང་མ་ད་རྒྱལ་པོ་གི་མིང་གི་རྣམ་པ་ཆགས་ཀྱི་ཡོད་རེད་ད་འདི་འདྲས་ད་འདི་ལེགས་སྒྲིག་རང་གི་ཐུང་ངུ་མ་ཡིན་པ། ཚིག་ད་སྙན་ངག་ལ་སོགས་པ་བྲིས་ཚོམ་པ་ད་ཁོ་རང་གིས་མང་པོ་ཞིག་རྒྱལ་ཁད་བཏང་དགོས་རོགས། ཨ་བུ། ཨ་བུ། འབུ་དེ་ལ་ཀ་ད་སི་ཡམ་པར་བ་ས་ན་མ་འབུ་བ་དེ་པར་བ་ས་ཞེས་བྱ་བ་རབ་ཏུ་གསལ་བ་ཞེས་བྱ་བའི་གི་ས་ཡི་བདག་པོ་ས་བདག།

གཟི་བརྗིད་ལ་བརྟེན་ལྷ་རྣམས་ཀྱིས། འདི་བསྟན་འདི་ལྟར་འཕགས་བྱའི་ས་བདག་བདག་འདྲི་བ་དང་འདི་བདག་དང་ཧ་གོ་མ་སོགས་ལ། ལྷ་རྣམས་ཀྱིས་གང་གིས་གྲགས་པ་སྔོན་མཆོད་པ་རབ་གསལ་ཞལ་ཕྱེ་ཡི་ས་བདག་དེ། དེར་ནི་ད་སེའམ་ས་ཡི་ཐིག་ལེར་འགྱུར། འབུ་ཏི་ལ་ཀ་ཏི་ལ་ཀ་ཏི་དང་ནམ་རྒྱུན་བོད་སྐད་ལ་ག་ཏུན་ནས་ཐིག་ལེ་འགྱུར་བྱ་ཡི་རེ་མང་ཆེ་བ། དཔེར་ན། གཅིག་གི་ཐིག་ལེ་བ་སམ་ད་ཏི་ལ་ཀའམ་སྡེབ་སྦྱོར་གཅིག་གི་ཐིག་ལེ་ལ་སོགས་པ་འདྲ།

ཡ་ཤ། Pushpa། མེ་ཏོག། མཱ་འཇར་ཡ། སྙེ་མ། མཱ་འཇར་ཡ་འདི་བོད་སྐད་ལ་མང་ཆེ་བ་སྙེ་མ་བསྒྱུར་བྱ་ཡི་གཏམ་ད། མདོག་མ་ཡང་བསྒྱུར་བྱ་ཡི་རེད། ཕ་ཆེ། མེ་ལོང་མ་ནོར་ལེ། ཕ། མཱ་འཇར་ཡ་འདི་མདོག་མ་ཡོད་པ་དེ་ནི་གནས་སྐབས་གཅིག་གཉིས་འདུག་བསམ་ཚོད་ར། ཡ། ཡ་ཤ། གངས་ཀྱི་བྲག་པ་གངས་ཀྱི་བྲག་དཔལ་གྱི་མེ་ཏོག་གི་མདོག་མ་དེ། འདི་ལ་ག་རེ་ཡོད་རེད། ཡོན་ཏན་གྱི་དྲི་ཞིམ་གྱི་ཚོགས་ཡོད་དེ། འདི། ཧ་རི་ནི་དིར་ཤམ། དཀར་ནག་ཨ་བ་དང་ས་དམ་ཡ་ད་ཧ་རི་ནི་དིར་ཤ་ཧ་རི་ནི་དིར་ཤ་ཧ་རི་ནི་དིར་རྩ་བའི་ཚིག་ད་ཧ་རི་ནི་དིར་ཤ་ཧ་རི་ནི་དིར་ཤ་དེ་ད་བུ་མོ་གི་མིང་རེད་ད་བུ་མོ་གི་མིང་ད་བུ་མོ་སམ་སྐད་ལ་ད་བུ་མོ་གི་མིང་ཕ་ཆེར་ཆིག་སྟོང་ལྷག་ཡོད་རེད་ལབ་ན་སྐྱོན་ཡོད་སྐྱོན་ཡོད་མ་སོང་གི་ད་སྙན་ངག་བྲིས་ཟིན་པ་ད་བུ་མོ་གི་མིང་བུ་མོ་གི་ཁྱད་ཆོས་ལ་གཞི་བྱས་ནས་ད་མིང་སྤེལ་མོ་ཡོད་ར་ད་ཅིག་ད་ག་རེ་རེད་ལབ་ན་ནི་རི་དྭགས་མིག་ཅན་མ་རི་དྭགས་མིག་ཅན་མ་ད་སམ་སྐད་ལ་ད་ཧ་རི་ནི་དིར་ཤ་ལ་ཡ་ཚིག་དེ་བེད་སྤྱོད་བཏང་ཡོད་རེད་ཧ་རི་ནི་ལབ་ན་ད་རི་དྭགས་རི་དྭགས་མོ་ར་ཡ་འདིར་ཞབས་ན་མིག་ལ་གོ་གོ་རེ་རེའི་སྟག་མོ་གི་མིག་དང་མཚུངས་པ་ཡོད་པ་ཡིན་ཙང་ཧ་རི་ནི་འདིར་ཞབས་རེ་འདི་ཀྱི་རྣམ་དབྱེ་དྲུག་པ་ཀྱི་མང་ཚིག་ལ་ཧ་རི་ནི་འདིར་ཞབས་བྱ་ཡོད་རེ། སརྦ་བསམ་ཧ་རི་ནི་འདིར་ཞབས་ཏེ། མདོར་ན་བུ་མོ་ཐམས་ཅད་ཀྱི་རི་དྭགས་མིག་ཅན་མ་མཛེས་མ་ཐམས་ཅད་ཀྱི་ནི། དཀར་ནག་ཨ་བ་དང་ས་དང་མི་ཡ་ཏཱ། དཀར་ནག་དཀར་ནག་དེ་རྣ་བ་ལ་གོ་གོ་རེ་ཨ་མཆོག་ལ་གོ་གོ་རེ། ཨ་བ་དང་ས་ཨ་བ་དང་ས་དེ་རྒྱན་ཆ་ལ་གོ་གོ་རེ་ཨ་བ་དང་ས་ལའི་ཚིག་དེ་རྒྱན་ཆ་ལ་གོ་གོ་རེ། དཔེར་ན་ང་ཚོས་ཀྱི་གསུང་རབ་ཡན་ལག་བཅུ་གཉིས་ནང་ལ་ད་ཕལ་ཆེན་ཕལ་ཆེན་གྱི་ཕལ་ཆེན་ཡོད་ར།

ག་རེ་བྱས་ན་ད་ང་ཚོའི་གི་ད་ལེགས་སྦྱར་མ་དཔེ་འདི་འདི་ལེགས་སྦྱར་གྱི་མ་དཔེ་འདི་བོད་སྐད་ཀྱི་འདི་ལ་དང་པོ་གང་ཡོད་པ་འདི་དང་ཡེ་ནས་བོད་སྐད་ཀྱི་རྒྱུ་ན་དེ་གང་ན་ཡོད་ཟེར་བ་ལ་འདི་ལ་ད་ང་ཚོའི་གི་ཆ་བཞག་ས་ཡོད་ན་མེད་ན་ཆ་འདོད་ར། ད་ཡིན་ན་ད་ད་ལྟ་ད་ལྟ་ད་ལྟ་ལེགས་སྦྱར་ལ་ཨི་འབྲི་བྱེད་བཞག་པ་ཚང་མ་ལ་གསར་པ་བསམ་བྲིས་འདུག་ཡིན་ན་ད་བསམ་བློ་གཏང་དགོས་པའི་ཆ་འདུག་ད་གལ་སྲིད་ཡེ་ནས་གསར་པ་ད་བོད་སྐད་ཀྱི་རྒྱུ་ནང་བཞིན་གཅིག་དེ་གང་ཞིག་དཔེར་ན་ཡེ་ནས་མ་དཔེ་ད་བོད་སྐད་ནང་ལ་འདི་སྡེ་དགེ་བསྟན་འགྱུར་ནང་ལ་ཡོད་པའི་གི་ཡེ་ནས་ལེགས་སྦྱར་མ་དཔེ་གཞི་བཟུང་བྱས་པ་ཡིན་ན་གསར་པ་ཤ་དེ་གང་ན་ཆ་དགོས་ར་དེ་གསར་པ་ཤ་འདི་ར་འདི་ལྟག་རྒྱབ་ཏུ་ཨ་ཤ་འདི།

གང་གིས་གྲགས་པའི་མེ་ཏོག་གི་མདོག་དཔའ་ཡོན་ཏན་དྲི་བཟང་ཚོགས། ཆོས་ཀུན་རི་དྭགས་མིག་ཅན་གྱི་རྣ་བ་ཡིས་ནི་བརྒྱན་དུ་གྱུར། འདི་ལ་བརྒྱན་ལེགས་སྐབས་སུ་ཚིག་ཨ་བ་ཏང་སཱ་ལའི་ཚིག་འདི་ཨ་བ་ཏང་སཱ་ལའི་ཚིག་འདི་དང་ང་ཚོ་ལ་ནང་པ་ལ་དཔེ་གལ་ཆེན་པོ་ཆགས་ཟིན་ཨ་བ་ཏང་སཱ་བས་ང་ཚོ་གི་ཆོས་ཀྱི་སྡེ་ཚན་ཁོ་ན་བས་ཨ་བ་ཏང་སཱ་ཡོད་ར་ཡ་ཨ་བ་ཏང་སཱ་ག།

བོད་སྐད་ཀྱི་ཚིག་ལ་ད་འདི་ག་ཟིག་ནུས་པ་ཆེན་པོ་རེད་བོད་སྐད་བོད་སྐད་ཀྱི་ཚིག་འདི་གི་ད་སངས་སྐིར་གྱི་ངོ་གདོང་ཚང་མ་མཚོན་ཐུབ་པའི་གི་ཚིག་ད་མདོར་ན་བོད་སྐད་འདི་ག་དུས་ཡིན་ན་སངས་སྐིར་དང་མཉམ་དུ་ནི་དཔུང་པ་མཉམ་ནས་འགྲོ་ཐུབ་པའི་འདི་ད་ཕར་ཆེར་ད་སྔ་མ་ལོ་ཙཱ་བ་ཀྱི་ད་ཐུགས་བསམ་མང་པོ་ཞིག་བཞེས་རེད་ད་སྐབས་འགར་ད་ང་ཚོ་འདི་འདྲའི་འགྱུར་འགྱུར་གྱི་ཡོད་མ་རེད་ད་མ་འགྱུར་བ་དེ་འདྲའི་མང་པོ་ཡོད་རེད་ད་མང་ཆེ་བ་གཅིག་ཡོངས་གྲགས་འདུག་ཚོ་དཔེ་ཡག་པོ་ཅན་འགྱུར་གྱི་ཡོད་རེད་མ་ཧེ་པཱ་ལ་མ་ཧེ་པཱ་ལ་རྒྱལ་པོ་འདུ་འཛོ་གིས

ཨུ་པ་ཡཱ་རྒྱ་སེ་ཡཱ་སེ་ཡཱ་རྒྱ། ཐབས་ལ་མཁས་པོ་ཐབས་ལ་མཁས་པོ་གང་གིས་ཐབས་མཁྱེན་པ་ཐབས་མཁྱེན་པ་གང་གིས་ཐབས་ཐབས་ཤེས་མཁན་འདི་ཐབས་ཤེས་བྲིས་འདུག་ཨུ་པ་ཡཱ་དེ་ཐབས་རེད་རྒྱ་ལ་ཤེས་མཁན་ཐབས་ཤེས་མཁན་གང་གིས་བཀའ་དེ་ཨ་རྒྱ་བཀའ་བཀའ་དེ་ཨ་རྒྱ་རྣམ་སྨིན་གཉིས་པ་རོ་མ་ཧི་པ་ལ་རྒྱལ་པོ་ས་སྐྱོང་རྣམས་ཀྱིས། མ་ལམ་དབྱི་བ

མིང་གཅིག་དོན་མ་ལ་ཞུགས་པ་དེ་ཉེ་པོར་དུ་བྱེད་དགོས་རོགས་ཡ་མིང་གཅིག་དོན་མ་ལ་ད་ཆ་ཀ་ར་དེ་འདི་སྐབས་སུ་ཚོགས་པ་ལ་གོ་རྒྱུ་རེད་ད་ཏག་ཏག་འདི་ལ་འགྱུར་དེ་པེ་ཡ་གོ་ཆ་འདུག་ཨ་འདི་ལ་ཚོགས་བྲིས་རེད་ད་མའོ་ལི་དེ་ད་གོ་མའོ་ལི་དེ་གོ་བྲིས་དེ་ད་གོ་ད་ད་ལྟ་འགྲིག་གི་འདུག་ཡིན་ན་ཅི་ན་ད་མའོ་ལི་དེ་སྤྲ་དང་དེ་ནས་ཅོད་པན་དང་དུ་ཚུད་ལ་གོ་རྒྱུ་འདུག།

འདི་ལ་ད་ཡན་ཁྱབ་འདི་རེད་ལེགས་སྦྱར་གྱི་ཚིག་གི་འབེད་ཉམས་ཚང་མ་བཏོན་རེད། སུ་ཝར་ན་སྐུ་གསུམ་མོ་ཇོ་ནང་སུ་ཝར་ན་འདིའི་དོན་དག་ད་སུ་ཝར་ན་ལགས་ཀྱི་ཚིག་ན་འཁྲུལ་ན་ད་ལུང་བདེན་ཞིང་ལྷུག་མ་གང་རྒྱག་ཡོད་རེད་གཅིག་སུ་ཝར་ན་ལ་མ་གསེར་ལ་གོ་དགོས་རེད་སུ་ཝར་ན་སུ་ཝར་ན་ལགས་ཀྱི་དོན་གཅིག་ག་རེད་ཡི་གེ་བཟང་པོ་ལ་གོ་དགོས་རེད། སུ་ཝར་ན་གྱི་དོན་དག་གཅིག་ད་རེད་ད་ད་ད་ད་ཕ་ཆེ་ཡི་གེ་བཟང་པོ་ལ་གོ་ན་རིག་ར་ཡ། སུ་ཝར་ན་ཡི་གེ་བཟང་པོ་ད་འདི་ལ་གསེར་གྱི་མེ་ཏོག་ད་འདི། བོད་སྐད་ལ་འདི་ཚང་མ་སླེབས་ཐུབ་ཡ་ཡོད་མ་རེད། གསེར་གྱི་མེ་ཏོག་དྲི་མེད་ཀྱི་ད་གསེར་གཅིག་པོ་ལ་ར་མོ་ད་གསེར་གྱི་མེ་ཏོག་གི་ཕྲེང་བ། འདི་ག་ཚོ་ད་གཅིག་འདི་ད་ད་འདི་ལ་ཕྲེང་བ་ཕྲེང་བ་འདི་ལ་མེ་ཏོག་མེ་ཏོག་བྱས་ནས་མེ་ཏོག་འདི་གསེར་གྱི་མེ་ཏོག་ལ་ཟེར་མོད་ད་ཡག་པོ་ད་བྱས་ཀྱི་ཡོད་མ་རེད་སྔོན་ཆད་ད་སུ་བར་ན་མདོག་མདོག་ཡག་པོ་ཡོད་དེ་མདོག་ཡག་པོ་ཡོད་དེ་གི་མེ་ཏོག་ནི་དྲི་མ་མེད་པ་འདི་དྲི་མ་མེད་པའི་གི་མེ་ཏོག་གི་ཕྲེང་བ་དེ་ནི་རྒྱལ་པོ་རྣམས་ཀྱིས་རྒྱལ་པོ་བྱམས་པ་ཚོགས་ཀྱིས་མགོ་ཡི་ད་ཅོད་པན། ཅོད་པན་གྱི་ཚོགས་ལ་བཞག་པ་རེད། ད་འདི་ན་ཞིག་ལྟ་དེ་ལ་སུ་ཝར་ནཱ་རཱ་ཡ་འདི་ལ་རྒྱལ་པོ་རྒྱལ་པོ་གྱི་བཀའ་ལ་བྱ་རྩོད་འཛོམས་པ་ལ་རྒྱལ་པོའི་གི་བཀའ་དྲི་མ་དྲི་མ་མེད་པ་བྱེད་ཅིག་དེ་དེ་ནས་བཀའ་གཉན་པོ་བཀའ་ཡིད་དུ་འོང་བ་འདི་རྒྱལ་པོ་ཞམ་པ་འདུ་འཛོ་གི་ས་སྐྱོང་ཞམ་པ་འདུ་འཛོ་གི་སྤྱི་བོ་ལ་ནོད་པ་རེད། ཐབས་ཤེས་ལྡན་པ་གང་གི་བཀའ་ས་སྐྱོང་མགོ་ཡི་ཚོགས་རྣམས་ལ་གསེར་གྱི་མེ་ཏོག་དྲི་མེད་ཀྱི་ཕྲེང་བ་བཞིན་དུ་རབ་ཏུ་གྱིས་ཅག་གི་རེད་འདི་བྱེད་པའི་དོན་དང།

ཏམ་ཀ་དཱ་ཅིཏ་སྭ་བཱ་སི་ཡི་ན་མ་བེད་ཏྱ་བྷུ་བ་ནེ་ཤཱུ་རཱམ་ཨུ་ཝཱ་ཅ་ཆི་ཏི་བྷི་ནཱ་སྟ་ཇཱ་ནུར་ནཱ་ག་བ་ནཱ་དཱི་བ། ཏམ་ཀ་དཱ་ཅིཏ་སྭ་མཱ་སི་ཡི་ནམ། ད་དེ་ལ་ཡང་བསྐྱར་འདི་ང་ཚོས་ཀྱིས་ད་ལེགས་སྦྱར་མ་དཔེ་འདི་ཡང་ད་བོད་སྐད་ལ་གཏུགས་གོ་ཁྱེད་རེ་གར་ཅི་ལ་མོ་ད་བོད་སྐད་ནང་ནས་ལའང་འདི་སྟོན་རོགས་ཡ། འདི་ད་བོད་སྐད་ཀྱི་མ་དཔེ་ནང་ལ་ད་ག་རེ་ཡོད་རེད་སྭ་བཱ་སྭ་ནམ་ཡོད་རེད། སྭ་བྷཱ་སྣམ། སྭ་བྷཱ་སྣམ་འདི་ཡང་དག་ཆ་དེའི་ནོར་འདུག་སྭ་བྷཱ་སི་སྣམ་ཡིན་གྱི་འདི་འདི་ཕ་ཆ་དེའི་ནོར་ཡིན་གྱི་རེད། སྭ་བྷཱ་སྭ་བྷཱ་སྭ་བྷཱ་འདི་ང་ཚོ་གི་ཚོགས་པ་ལ་གོ་ལ་བདུན་ས་ཏག་ཏག་འདི་བོད་སྐད་ལ་བསྒྱུར་དེ་བདུན་ས་ཡོད་རེད། འདི་འཛིན་བདག་ང་ཚོ་གི་དཔེ་ཆ་སྦྱང་དུ་འཛིན་པ་ག་རེ་ཆ་ཆ་དེ་ལབ་ན་སྐབས་འགར་རེ་བོད་སྐད་ཀྱི་ངོས་ནས་ལེགས་སྦྱར་ལ་འགྲོ་ཡ་འགྲོ་དགོས་ཡ་སྐབས་འགར་སྐབས་འགར་ལེགས་སྦྱར་ངོས་ནས་བོད་སྐད་ལ་འགྲོ་དགོས་ཁྱེད་ལ་ད་གཉིས་ཀ་ཕན་ཚུན་ཏག་དེ་ཚང་མ་ལྟ་དགོས་ཁྱེད་ཀྱི་འདོད། དེ་ལ་ད་བོད་སྐད་བརྒྱུད་ལ་ད་བདུན་ཚར་བྲིས་ཡོད་རེད་མདུན་ཚར་བཞུགས་པ་ཨ་སིན་ཨ་སིན་གྱི་དོན་ན་བཞུགས་པའི་དོན་དུ་ལ་གནས་པ་རྒྱལ་པོ་དེ་ནི་བཞུགས་ཡོད་རེད་མདུན་ཚར་ལ་ཚོགས་པ་ལ་བཞུགས་ཡོད་རེད་ཅིག་ཁོ་རང་གི Assembly ནང་ལ་བཞུགས་ཡོད་རེད་ས་བ་སིའི་ནམ་དམ་དེ་ལ་ཀ་བཏགས་ཅིག་ཐེངས་མ་ཅིག་ར་ལན་ཅིག་ནམ་ཞིག་ནམ་ཞིག་ནི་རྒྱལ་པོ་དེ་མདུན་ཚར་ལ་བཞུགས་པའི་སྐབས་སུ་བུ་བ་ནེ་ཤོ་རམ་བུ་བ་ནེ་ཤོ་རམ་དེ་རྒྱལ་པོ་ལ་གོ་རེ་ཨན་ཀྱར་ས་ཡི་ཨོང་ཆུག་ཏག་ཏག་དེ་བུ་བ་ན་བུ་བ་ན་དེ་ས་ལ་གོ་རེ་ཨི་ཤོ་ར་དེ་བོད་སྐད་ལ་ག་དུས་ན་ཨོང་ཆུག་བྲིས་ཀྱི་རེད་དེ་ནི་ས་ཡི་ཨོང་ཆུག་བུ་བ་ནེ་ཤོ་ར།

རྒྱལ་སྲིད་བསྐོ་སྐྱོང་གི་བྱ་སྤྱོད་ག་ལ་གང་འཚམ་སྤེལ་བོད་བྱ་བ་བཏང་ཡོད་རེད་ཨུ་ཨ་ཅག། ཨུ་ཨ་ཅག་ཨུ་ཅག་ཏུ་ཨུ་ཆུ། པུ་པུ་མོ་ས་ལ་བཙུགས་ནས་མེར་སྲམ་ཀ་དག་ཅིག་ས་བ་སི་ཡིན་ན་མ་མ་སི་ཡིན་ན་མ་བེད་ཏེ་འབུ་བ་ནས་ཤོར་རམ་ཨུ་ཨ་ཅག་ཆི་ཏི་བིན་ནས་ཏ་འཇ་ནུར་ན་ག་བ་ན་དི་པ་ནམ་ཞིག་ས་ཡི་ཨོང་ཕྱུགས་དེ་མདུན་སར་ཞུགས་ལ་གླང་པོ་ཡིས་ནགས་ཀྱི་བདག་པོ་སྔོན་ཆོག་དེ་པུ་མོ་ས་ལ་བཙུགས་ནས་མེར

དོ་བདག་འདི་ཁྱེད་རང་དོ་བདག་འདི་ལྟར་ཡུལ་སྨྲ་དགེ་རྩ་བའི་ཚིག་ཡུལ་སྨྲ་དེ་ལས་ནི་ཡང་བསྐྱར་མཚམས་སྦྱོར་བྱེད་པའི་སྐབས་སུ་ཁྱེད་རང་གིས་ལས་སྐབས་སུ་བསམ་གི་ལ་དོ་བདག་སྨྲ་དོ་ཆགས་ཀྱི་ཡོད་མ་རེད་དོ་བདག་འདི་ཁྱོད་རང་གིས་གྲགས་པ་ཤར་བ་ན་ཐོས་ནས་ཁྱེད་རང་གིས་གྲགས་པ་ཐོས་ནས་ནི་འདི་གླང་པོ་ཆེ་འདི་ས་ལ་སླེབས་པ་དང་གཅིག་པ་འགྲོ་བྱ་རེད་གླང་ཆེན་ས་ལ་ལབ་ཟིན་ཁོ་ན་གླང་ཆེན་ས་སྲུང་ཁོ་ན་སླེབས་པ་དང་གཅིག་པ་རེད་ད་འདི་ནས་ཐོས་ནས་ད་ང་ཚོ་གིས་འདི་ལ་ད་རྒྱལ་པོ་ལ་ནི་བདེ་བ་ལགས་ཀྱི་ཚིག་བརྗོད་དོ་འདི་ཕྱི་མའི་མཛོད་ནང་ལ་ག་རེ་གསུངས་རེད། ར་ཇ་བ་ཏྲ་ར་ཀོ་དེ་བ་དང་རྒྱལ་པོ་རྒྱལ་པོ་དང་ནི་བ་ཏྲ་ར་ཀ་དང་འདི་ཚོ་ལ་ལྷ་ལ་ཚིག་འདི་བཞིན་བྱེད་ཙང་གྱི་རེད། ལྷ་གཅིག་ཁེ་གྲགས་ཐོས་གྱུར་ནས། ས་སྲུང་ས་ལ་འོངས་པ་ཏཱ་ཡིས་གླང་ཆེན་མཆོག་ཏུ་མཛད་པ་ནི་འདི་དཔལ་བདུད་སྡེ་འདི་ཕ་ཆ་ད་བད་ཀན་ལ་མཆོག་ཏུ་མཛད་པ་རྒྱུར་ཉིད་ར་མེད་དུ་བྱུང་བ་བདག་གིས་བཟུང།

ད་འདི་ལ་གསོལ་ལྡན་ད་གསོལ་ལེགས། ལག་ལྡན་ལ་སོགས་པ་ད་གླང་པོ་ཆེ་གི་མིང་གི་རྣམ་གྲངས་མང་པོ་འདུག། ད་གླང་པོ་ཆེ་གི་མིང་ད་ནམ་རྒྱུན་ང་ཚོ་གི་ཡོངས་གྲགས་ག་རེ་ག་རེ་ཡོད་ལབ་ན་ད་དཔེར་ན། གསོལ་ལྡན་གསོལ་ལེགས་ལག་ལྡན་ད་ང་ཚོ་ཡོངས་གྲགས་འདུག་ཆ་དེ་ར། དེ་ནས་སྣ་ཞགས་ཅན་གསོལ་གཉིས་གླང་པོ་ཆེ་ད་ཆེ་བ་གཉིས་ཡོད་ར། དེ་ནས་གཅིག་མིན་ཐུང་གཉིས་ཐུང་དེ་ནས་མ་ཏང་ག། ད་སྨྱོ་ལྡན་འདི་ང་ཚོ་བོད་སྐད་ལ་ད་ཡོངས་གྲགས་འདུག་ཆ་ཡོད་མ་རེད། རི་སྐད་འདི་ཡང་བོད་སྐད་ལ་ཡོངས་གྲགས་ཆ་ཡོད་མ་རེད་ད་སམ་སྐིར་ད་ན་ག་ལ་ཡི་འདི་བོད་སྐད་ལ་རི་སྐད་བྲིས་འདུག་དེ་ནས་ཀུན་ཅཱ་ར་ཀུན་ཅཱ་ར་དེ་ད།

ད། ཨའི་ར། ད་ཡང་བསྐྱར་གླང་པོ་ཆེ་ས་སོང། ད་རྒྱལ་ཆེན་གྱི་གླང་པོ་ཆེ་ལ་མིང་ད་ག་རེ་ག་རེ་ཡོད་ལབ་ན། ཨའི་ར་བ་ད་ཨབ་ར་མ་ཏང་ག་ཨའི་ར་བ་ན། ད་འདི་ནང་བཞིན་ད་བོད་སྐད་ལ་ག་རེ་བྲིས་ཡོད་རེད་ཨའི་ར་བ་ད་འདི་རྒྱ་མཚོའི་སྐད་བྲིས་ཡོད་རེད་ས་སོང་བྲིས་ཡོད་རེད་ད་ནམ་རྒྱུན་ཡོངས་གྲགས་འདི་ས་སོང་བྱ་བྱ་ཡི་ར། ད་རྒྱ་མཚོའི་སྐད་དུ་འཛུགས། དེ་ནས་དྲག་ན་བཞིན་སྤྲིན་གྱི་གླང་པོ། མཚོ་སྐད།

བདུད་ར་དྭ་ཡན་ཀེར་དེ་གླང་ཆེན་ལ་མིང་གི་རྣམ་པར་བྱང་པ་ག་རེ་བདུད་ར་དྭ་འདི་ད་གིན་འདི་ངོ་ལ་འགྲོ་སོང་བདུད་ར་དྭ། མདོ་རི་སི་ཏཱ་མདོ་རི་དྭ་ཡན་ཀེར་སློད་པན་དགེ་བའི་དབང་པོ་གི་དྭ་ཚིག་ནམ་རྒྱུན་ང་ཚོ་ཡོངས་གྲགས་མ་ཡིན་པའི་ཚིག་འདུག་དྭ་བོད་ཆུ་དྭ་འགོར་སྙ་ང་ནང་ལོ་དྭ་ཡོངས་གྲགས་མ་ཡིན་པའི་ཚིག་འདུག་དྭ་བོད་ཆུ་དྭ་འགོར་ར་འདི་མ་གཏོགས་དྭ་ཁོ་རང་གི་རྩལ་ཚང་མ་རྫོགས་ཀྱི་མ་ར།

པར་དེབ་ཤ་ཏམ་འདི་ཁྱེད་རང་གིས་གཟིགས་རོགས་བྱས། ཨ་སོ་ཨ་སོ་འདུས་ལ་ད་ཏག་ཏག་ཡན་ཀྱར Sanskrit གི་དྲི་ལན་དཔེ་འདི་རེད། གླང་པོ་ཆེ་འདི་ལ་ད་གནའ་མའི་དང་པོ་ཞལ་འདི་འཛོམས་པ་ལ་གླང་པོ་ཆེ་འདི་དེ་ཡན་ཀྱར་ཁོ་ནི་ཏཱ་སཱ་ཀྱི་གཞི Object བཟོ་འདི་འཛོམས་པ་ལ་ཡན་ཀྱར Passive Voice བཟོས་ནས་ཡང་གནའ་མའི་དང་པོ་ཁྱེད་རེད་དེ་ནས་ཏག་ཏག་བྱས་གཟིགས་བོད་ཆུ་ཚང་རེད། པར་དེབ་ཤ་ཏམ་གཟིགས་རོགས་བྱས། གླང་པོ་ཆེ་འདི་ཁྱེད་རང་གིས་གཟིགས་རོགས་བྱས། པར་དེབ་ཤ་ཏམ། ད་གླང་པོ་ཆེ་འདི་སུ་ལ་ཧོ་པ་རེད་ལབ་ན་ལྷ་ལ་ཧོ་པ་རེད། ལྷ་ལ། ལྷ་ལ་མིང་གི་རྣམ་གཞག་ག་རེ་རེད། ཏྲི་ལ་ཧྲ། ད་བོད་སྐད་ལ་ཁ་བསྡུར་ཡོད་ན་སྐབས་གསུམ་པ་སྐབས་གསུམ་ཆགས་ཀྱི་ར། Tisra Tisra ད་ས་ཡ་ཤི་ཡ་ས་ཏིར་ད་ཤ། ཨ་ལྷ་ཧོས་པ་འདོད་ན་ལྷ་ལ་ཧོས་པ། གླང་ཆེན་འདི་ལྷ་ལ་ཧོས་པ། དེ་འདྲའི་གི་གླང་ཆེན་འདི་ཁྱེད་རང་གི་གཟིགས་རོགས་བྱས། པར་འདི་བཤད་དང། གལ་སྲིད་ད་ཁྱེད་རང་གི་གཟིགས་ན། པོར་བུ། ཧི་ཧི་འདི་ད་རྒྱུ་མཚན་ལྡན་པ་འདུག་ལ་ཤ་རེ་ཧི་འདི། པོར་བུ་ན་དིར་ཤྲཱི། ལྷ་ཡིས་གཟིགས་པ་ལྷ་ཡིས་གི་མཐོང་ན།

སྐབས་གསུམ་པར་ཧོས་སོ་གཉིས་འདི་མགོ་ན་གནས་སུ་རབ་ཏུ་གཟིགས། གང་ཕྱིར་ཇོ་བོ་ཡི་གཟིགས་གྱུར་ན་གཡོག་འཁོར་ཡོངས་སྔར་འདྲེ་དང་བཅས། ཏག་ཏག་བོ་ལ་ལས་འདི་བོད་ཀྱི་ལ་དྭགས་དང་འབྲེལ་བོ་འབྲེལ་ཡོད་རེད་ས་འདི་བཅས་པ་ཡོད་རེད་དེ་ནས་དཔེར་ན་ཡོངས་སུ་མངལ་བ་འདི་ལ་པོ་རི་ཤར་མ་དེ་འདྲས་ཡོད་དོ། ད་འདི་ནས་འཕྲོས་ནས་ད་ལྷ་ཡི་གི་མིང་གི་རྣམ་གྲངས་ལ། པེ་ན་ཏཱ་ཏི་ལ་ཏི་ལ་ཏཱ་ཧྲ། པེ་ན་ཏཱ། ཨ་མ་ར། ནིར་ཇ་ར། དེ་བ། ཏི་ལ་ཏཱ་ཧྲ། བི་བྷུ་ཏ། སུ་ར། སུ་པར་བ་ན། ད་འདི་ཚང་མ་མང་ཚིག་ལ་བྲིས་ཡོད་རེད། སུ་མ་ན། ཏི་ལི། དི་བའི་ཧྲ། དི་བོའུ་ཀ་ས་ལ་སོགས་པ་མང་པོ་ཡོད་རེད། དཔེར་ན་འཆི་མེད། དགེ་མེད། སྐབས་གསུམ། ལྷ། རྣམ་པར། རྣམ་པར་སད་པ། བཅུད་ལྡན། ཚིག་བཟང་པ། ཡིད་བཟང། སུན་འབྱིན། དབང་ལྡན། མཐོ་རིས་གནས། འདི་ལྟར། གླང་པོ་ཆེ། འདི་ལྟར། ལྷ་ཡིག་གི་མིང་རྣམས་ལ་བྱེད།

ཨེ་ཏཱད་པོ་ལོས་ཨ་ཀར་ནས་དེ་ཐོས་ནས་ད་སྐད་ཆ་འདི་ཐོས་ནས་ད། འདི་ད། གླང་པོ་ཆེ་གླང་པོ་ཆེ་གླང་པོ་ཆེ་གི་ནགས་ཚལ་གྱི་རྒྱལ་པོ་དེ་གི་སྐད་ཆ་དེ་ནི་རྒྱལ་པོ་རབ་གསལ་གྱིས་ཐོས་ནས། ནེ་རི་པ་ཏི་ད་ནེ་རི་པ་ཏི་ད་བོད་སྐད་ལ་ཁ་བརྡུང་བྱས་ན་མི་དག་འགྲོ་བྱ་དང་མི་དག། མི་དག་དེ་གིས་སྐད་ཅིག་ཏུ་ཐོས་ནས། ཨ་མ་ཏེ་སམ་མ་ཏཱ། ཨ་མ་ཏེ་སམ་མ་ཏཱ་མཉམ་དུ་སྦྱར་དགོས་ར། རྣལ་མའི་དང་པོ་ཚང་མ་མཉམ་དུ་སྦྱར་བ་རེད། ཨ་མ་ཏེ་སམ་མ་ཏཱ་ནིར་བྷོ་ཏི། འདི་ཡང་བོད་སྐད་ལ་བསྒྱུར་དེ་ཏག་ཏག་ཡག་པོ་ཆགས་མི་འདུག། ཨ་མ་ཏེ་བློན་པོ་འདི་ཚོ་གིས་སམ་མ་ཏཱ་བློན་པོ་འདི་ཚོ་གིས་བཀའ་གནང་ནས་ད་ག་རེ་བྱས་ན་ཨ་མ་ཏཱ་རྒྱལ་པོ་འདི་ཚོ་ལས་ཀ་ག་རེ་བྱས་ནས་ཕྱི་ལོག་འགྲོ་རྩིས་བརྩམས་པ་ལ་དང་པོ་བློན་པོ་འདི་ཚོ་གིས་ཕེབས་ན་འགྲིག་གི་འདུག་མི་འདུག་བལྟ་དགོས་དེ་གལ་ཆེན་པོ་ཆགས་འདུག་ར།

ལ། ལྕགས་ཀྱི་རས་ལྕགས་ཀྱི་རས་གསུམ་དང་བེར་ཟངས་སོགས། མདའ་རྟ་ཧྲ་འདུལ་ར་དམ་སོ་གཉིས་སོ་གཉིས་ཅན་འདི་མཐོང་བ་རེད་ག་བ་ལ་མཐོང་རེད་མདོ་ཨ་རིའི་མགོའི་འགྲམ་ལ་མཐོང་རེད་མདོ་ཨ་རིའི་མགོ་ལ། འདི་ག་འདྲའི་སྒྲུང་མཐོང་རེད་ལབ་ན་ཀཱི་ལཱ་ཤམ་དབྱི་བ་ལྗང་ག་བམ་ལྗང་ག་མམ་ཀཱི་ལཱཤ་ནང་བཞིན་རིག་ད་གངས་ཏི་སེ་ནང་བཞིན་འདི་ཡང་ད་གངས་ཏི་སེ་འདི་གོ་གོ་རྒྱུ་ད་ཡང་ཡོད་མ་རོ་ད་འདི་གླང་པོ་ཆེ་འདི་གོ་རྒྱུ་ད་ཡང་ཡོད་རེད་ལྗང་ག་མམ་ལྗང་ག་མ་གི་དོན་ད་གཡོ་བའི་དོན་ད་རོ། གཡོ་བ་ལྗང་ཀ་མ་སྟེ་སྣ་མའི་རྙེད་པ་ལ་ལྗང་ཀ་མམ་གཡོ་སྦྱིན་པའི། གང་སྟེ་སའི་གཡོ་སྦྱིན་པ་ནང་བཞིན་དེ། ནང་བཞིན་གྱི། སོ་ཅན། སོ་གཉིས་ཅན་གྱི་གླང་པོ་དེ། རྒྱལ་པོ་གྱིས་མཐོང་བ་རེད། ད་དེ་ག་རང་འདི་ལ་ཨ་མ་སྟེ་ས་མ་ཏཱ་ལ་ཡ་གྱི་དོ་ཟླ་འདི། གལ་སྲིད་ད་བོད་སྐད་ལ་གོ་བདེ་བོ་བྱེད་ན། བློན་པོའི་ཡང་དག་པར་བཀུར་བའི་མི་དག་བྲིས་དགོས་ལ། བློན་པོའི་སྣང་བས་མི་དག། དེ་དག་དེ་དག་ཐོས་ནས་མི་དག་ནི། བློན་པོ་བློན་ལ་ཡང་དག་གོས་ནས་སོང་སྟབས་བོད་སྐད་ལ་ཨིན་རུ་ཏོས་ལོ་ཀ་ཆ་འདིར། སྒོར་ནི་སོ་གཉིས་ཀཱི་ལ་ཤ་གཡོ་བ་ལྟ་བུ་མཐོང་གྱུར་ཏེ། མདོར་ན་ཀཱི་ལ་ཤ་གཡོ་སྦྱིན་པ་འགྲོ་འདི་མཐོང་རེས། ད་དེ་ལ་འདི་ནི་ཁྲོན་ཏཱ་རྒྱལ་པོ་གྱི་མིང་གི་རྣམ་གྲངས་ལ་དཔེར་ན་ར་ཇཱན་ཡོད་རེད། རྩ་བའི་ཚིག་ར་ཇཱན་ལ་དེ་ནི་ར་ཇཱ་དེ་ནི་རཱར། པར་ཐི་བ་དེ་ནི་ཆ་མ་བུག་ནིར་པ་བུག་པ་མ་ཧི་ཆིད་ལ་སོགས་པ་དང་དེ་ནི།